ད་དེ་རིང་གི་བརྙན་ཐུང་གི་བརྗོད་གཞི་སྦྱོར་བ་འདི་རྣམ་པ་ཚོས་ཀྱིས་ད་ལྟ། གི་བརྙན་ཐུང་གི་གོ་བ་ལ་གསེག་བྱས་ཨ་ནི། རྣམ་པ་ཚོས་ཀྱིས་གང་ཐུབ་ཐུབ་འཚོལ་བར་བྱ་ཡོད་རེད་བསམ་གྱི་འདུག་ད་ད་ལན་ངེད་ཀྱི་བརྙན་ཐུང་འདི་གར་དགར་ཆགས་ཀྱི་འདུག་ལབ་ན་ཨ་ནི། སུ་ཅཱ་ན་སེད་ལགས་ཀྱིས་ཨ་ནི། བུད་མེད་ཅིག་གར་ཆགས་ཀྱི་འདུག་མོ་རང་གིས་ཨ་ནི་ཅིག། མོ་རང་གིས་ཨ་ནི། ལོ་ན་བཞི་ལས་མ་སོན་པར་གྱིས་ཨ་ནི་བུ། རྒྱ་གར་གྱི་གོ་བ་ང་ལྟས་ནོར་ལོ་ལ་ཡང་ཨ་ནི།

དངོས་ཁམས་རིག་པ་གང་སློབ་སྦྱོང་སྦྱང་བྱ་ཡིན་པ་ནི་ལས་མོ་རང་གིས་ལྟ་ཅི་ལས་ཀ་འབྱོར་བ་དེ་ད་ལྟ AI ད་ལྟ་ཅི་ཁ་ཚོགས་རེད་ད་རིག་ནུས་དང་འབྲེལ་བའི་རྒྱུ་གི་ཨ་ནི་ད་ལྟ་ང་ཚོས་ཀྱི་ད་ཐུགས་གཞུང་འགྲོ་བོ་དང་གནས་ཚུལ་འགྲོ་བོ་དེ་ཚོ་ལ་ཡ་ཅི་ཁ་ཚོགས་རེད་ད་རིག་ནུས་ཀྱི་ཐོག་ནས་ཨ་ནི་ཅིག་ཞིབ་འཇུག་བྱས་འབྱོར་བ་དེ་འདྲས་ཀྱི་ཅིག་ལས་ཀ་ཅིག་བྱ་བདེ་བོ་རེད། དེ་ཡིན་དུས་མོ་རང་ཨ་ནེ་གཅིག་ཁ་སོ་རེད། དེའི་གི་གང་ལ་ཡ་ལས་ཀ་བྱས་བྱས་ཨ་ནེ་ལོ་བཅུ་གཉིས་གི་ཉམས་མྱོང་འདུག་དེའི་གང་ལ་ཡ་ཨ་ནེ་མོ་རང་འགྲོ་ཆ་ཤ་བ་ན་ཨ་ནེ་ཅིག་བསྔགས་བརྗོད་བྱེད་དགོས་ཡ་རུག་དང་ཨ་ནེ་ཉམས་མྱོང་ཡོད་རྒྱུ་དང་འཇོན་ཐང་ཡོད་རྒྱུ་དེ་འདྲ་ཅིག་ལ་ངོས་འཛིན་བྱེད་གི་འདུག་མོ་རང་ཨ་ནེ་གཅིག་ཁ་སོ་རེད་ལས་ཁུངས་ཀྱི་ཨ་ནེ་ཅིག་མི་ན་ཁའི་ཆེན་པོ་ཤ་དེ་ཤ་གོ་གནས་ཡོད་རྒྱུ་དེ་འདྲ་འགྲོ་ཅིག་ཤ་དེ་ཤ་མོ་རང་གི་བཟའ་ཟླ་འགྲོ་ཆ་ཤ་བ་ན་ཨ་ནེ་ཅིག་ཁ་སོ་རེད་ཁོ་རང་ཨ་ནེ་ད་ལྟ Dairy Science སློབ་ཚན་ད་ག་རང་ག་ལ་བུར་འབའ་ཐོས་ཤག་ཁོ་རང། ཨ་ནི་ཁོ་རང་གཉིས་ཨ་ནེ་ཆང་ས་རྒྱ་བའི་རྗེས་ལ་ཡ། ཨ་ནི་ལོ་བཞི་ཆེན་པའི་གི་སྤུ་གུ་གཅིག་འདུག། ཨ་ནི་ཉིས་སྟོང་ཉིས་ས་གཉིས། ནོ་ལོ་ལ་ཡ། ཨ་ནི་སོས་ཅི་ན་སེ་མོ་རང་གི་ཨ་ནེ་ཅི་ག་སོག་རེད་ད། ཁྲིམས་ཁང་ལ་ཡ་ཁྲིམས་དེ་འདྲི་ཞིག་གཏུག་ཤག་ད་ཁྲིམས་གཏུག་ག་རྒྱུ་མཚན་གཙོ་བོ་དེ་མོ་རང་གི་ཨ་ནེ་ཅི་ག་སོག་རེད་ག་རེ་བཤད་འདུག་ལ་བས་ན་ཨ་ནི་ཁྲིམས་ཁང་ལ།

རེད་བ། ཨ་ནི། བཟའ་ཟླ་ཁོ་རང་ཨ་ནི་བཟའ་ཉི་མ་ཉི་མ་ལ་ཡང་ཨ་ནི། ཅི་ག་སོགས་རེད་ཁོ་རང་གི་བུ། ཨ་ནི་ཐུགས་ཆོས་ཀྱི་དེ་འདྲས་ཀྱི་ཨ་ནི་བཀའ་རྒྱ་དེ་འདྲ་ཞིག་བཏང་ཤག། ཉིས་སྟོང་ཉིས་གསང་ཉིན་ནས་ཨ་ནི་ཅི་ག་སོགས་རེད། མོ་རང་གི་ཨ་ནི་ཁྱོ་ག་ལ་ཡང་དེ་འདྲས་ཀྱི་ཁྲིམས་གཏུགས་རྒྱུ་བསམ་པ་ཡང་ཁོ་རང་ཉིད་ཨ་ནི་ཅི་ཁ་ཁ་བྱས་ཀྱི་ཨ་ནི་ཅི་ག་སོགས་རེད་དེ་འདྲས་ཀྱི། ཅིག་ཁྲིམས་ཀྱི་ཐོག་ནས་གནས་སྟངས་འགྲོ་དེ་འདྲས་འགྲོ་ཅིག་འགྲོ་དེ་ས་རེད། ཨ་མོ་རང་གཅིག་ཁ་སོག་རེད། Bangalore ནས་ས་སྤེན་པ་སྤྱི་ཟླ་དང་པོའི་ཚེས་དྲུག་ལ་ཡ་ལོ་བཞི་ཆེན་པོའི་སྤུ་གུ་དེ་ཁྲིད་བྱས་མོ་རང་ཕི་ཁའི་གོ་བ་འགྲོ་དོ་ཕི་ཁའི་གོ་བ་ལ་ཡ་ཉི་མ་གཉིས་འགྲོ་ཅི་དེ་ཤར་བ། མོ་རང་ཨ་ནེ་གཅིག་ཁ་སོག་རེད། གོ་བ་ལ་ཉི་མ་གཉིས་དེ་རོ་བ་ཉི་མ་གཉིས་དེ་ཚར་བའི་རྗེས་ལ་ཡ Bangalore ལ་ཚུར་ལོས་གི་དེ་འདྲ་ཆ་ཞིག་བསྒྲིག་ཤག་དེ་ཡིན་དུ་བསམ་པ་ཡ་མོ་རང་དེ་ས་གི་མགྲོན་ཁང་ཅིག་རོ་བ་མགྲོན་ཁང་དེ་གི་ཨ་ནེ་གཅིག་ཁ་སོག་རེད་ད། ཁོ་རང་ཚོ་གི་འབྲེལ་བ་ཡོད་རྒྱུ་གི་ད taxi driver ལ་རུ་བ་ཁ་ལོ་བ་དེ་འདྲས་ཅིག་ཨ་ནི་འབྲེལ་བ་བྱེད་འདུག་བ། དེ་ཡིན་དུས་ཁ་ལོ་བ་དེ་ཡོང་ཆེད་ཨ་ནི་མོ་རང་ཨ་ནེ་ཅིག་ཁ་སོག་རེད་ད། གོ་བ་ནེ་ཆེན་ཨ་ནི་བེང་ལོར་བར་དུ་ཡང་ཨ་ནེ་ཅིག་ཁ་སོག་རེད་ད། མོ་དྲ་ནང་བྲོས་གི་དེ་འདྲས་གི་མོ་རང་ཆ་ཞིག་དེ་འདྲས་སྒྲིག་ཤག། དེ་ཡིན་དུས་མོ་རང་མགྲོན་ཁང་ནས་མ་སླེབས་དུས་བསམ་པ་ཡང་ཨ་ནི་ཇོ་ལ་འགྲོ་ཅིག་ཁྱི་འདུག་བ། དེ་ཡིན་དུས་བསམ་པ་ཡང་ཨ་ནི། མོ་རང་ཨ་ནེ་ཅིག་མོ་དྲ་ནང་འཛུལ་གི་འཛུལ་གི་ལ་ཨ་ནི། ཅིག་ཁ་སོག་རེད། ཁ་ལོ་བ་དེ་ལ་ཕི་ཀེ་ཀི་ལྟོས་པས་དེ་རུ་བ་ཕི་ཀེ་ཀི་ཇོ་ལ་ཇོ་རུ་བ་ལྟོས་པས་དེ་ཁི་ཤུ་དག་ལ་ནི་ཁོ་རང་ལ་དེ་འདྲི་ལ་དུ་བ། དེ་འདུག་ཁོ་རང་གི་ནི་ཅི་ཁ་སོར་ལྟོས་པས་དེ་ཨ་དུ་སི་ཁི་ལེ་དུ་སན་པ་ཡ། ཅི་ཁ་སོར་རེ་ཇི་གོ་ཚ་བོ་ཤི་བོ་ཡོད་ས་རུ་བ། དེ་འདུག་ཁ་ལོ་བས་མོ་རང་ལ་སྐད་ཆ་དྲིས་དུ་བ་དེའི་ནོག་ལོ་ལ་ག་རེ་ཡོད་ཇི་གོ་དཔེ་ཚ་བོ་འདུག་ན་ཨ་རག་དེ་འདྲ་མེད་བ་ཨ་ལ་ནི་མོ་རང་ལ་སྐད་ཆ་དྲིས་དུ་བ་ད་དེ་ལ་དགོས་ཁོ་རང་གི་རྒྱུ་མཚན་གཙོ་བོ་དེ་ག་ལ་ན། དགོ་བ་ནོག་ལོ་ལ་ཡ་ཨ་ནི་ཨ་རག་དེ་དཔེ་ཁོང་ཁེའུ་ཆགས་དེའོ་རེད་ཨིན་དུ་སན་པ་ཡ། མི་མང་པོ་ཅིག་ཨ་ཅིག་ཁ་སོར་ཏིས་ཨ་ར་ཏིས་གོང་ཆད་ཆད་དེ་འདྲ་ཡོད་རུང་དེ་ཚོ་ཨ་ཅིག་འཆམ་འཆམ་གོ་བ་དོར་འགྲོ་ཨ་ཅིག་ཨ་ཅིག་གོ་བ་ལ་འཆམ་འཆམ་འགྲོ་དེ་འདྲ་བྱེད་ཀྱི་འདུག་བ་དེ་དུས་བསམ་པ་ཡང་ཨ་རག་གི་བོ་དྲོལ་ཨ་རག་གི་ཨ་ཅིག་ཤེལ་དམ་དྲོད་འདི་གཉིས་གསུམ་དེ་འདྲས་ཨ་ཅིག་ཁ་སོར་རེད་གོ་བ་ནས་ཨ་ཅིག་སུས་སུས་ཀྱི་ང་དེ་ལ་ཡ་ཁྱི་འགྲོ་ཡ་གི་དེ་འདྲས་གནས་ཚུལ་དེ་འདྲས་བྱུང་གི་ཡོད་རེད། ད་ནང་བཞིན་མི་ཁ་ཤས་ཀྱི་ཁ་ཆེ་ཡོད་ལབ་ན་ཨ་ཅིག་གོ་བ་ནས་ཅིག་ཨ་རག་གི་ཅིག་ཕོན་ཆེན་པོ་དེ་འདྲ་ཅིག་སུས་སུས་ང་དེ་ལ་སྤོད་ཆེ་ཅིག་པ་ར་ལ་ཡ་ཅིག་ཁེབས་སང་ཟེ་ད་དེ་འདྲ་ཡོང་གི་ཡོད་རེད་དེ་ཡིན་དུ་བསམ་པ་ཡ་ཁ་ལོ་བ་གི་མོ་རང་ལ་ཡ་སྐད་ཆ་དྲིས་དགོས་ཡ་རྒྱུ་མཚན་ད་ག་རང་ཆགས་བསྡད་ཡོད་རེད་དེ་ཡིན་དུ་བསམ་པ་ཡ་ཁ་ལོ་བ་གི་མོ་རང་ལ་ཡ་ཅིག་ཁ་ཚོགས་རེད་དེ་གི་ལྟོས་པས་དེ་དུས་ཚོད་ནོར་ལོ་ལ་ཡ་ཅིག་ཨ་རག་དེ་འདྲ་མེད་བ་ལ་ནི་ཁོ་རང་གི་སྐད་ཆ་དེ་འདྲ་དྲིས་ཤག་དེ་ཡིན་དུ་བསམ་པ་ཡ་མོ་རང་གི་དེ་ཁྱེད་མ་རེད་དེ་ངེད་གི་ཅིག་ཁ་ཚོགས་རེད་ང་རང་གི་ད་ཅིག་སྒེར་གི་ལྕགས་ལ་རོ་དེ་འདྲ་རོ་ཅིག་ཡིན་ལ་ནི་ཅི་ཁ་སོགས་རེད་ཁོ་རང་ལ་ཡ་འདྲེ་བཤད་དེ་འདྲེ་ཤི་རྒྱག་ཤག། ཨ་མོ་རང་འགྲོ་ཚར་བའི་རྗེས་ལ་ཡ། མགྲོན་ཁང་གི་ཨེ་ནས་ཅིག་གཙང་མ་བཟོས་ངེས་དེ་འདྲ་ཡོད་རུ་བ House Keeping ཡོད་རུ་བ་ཁོ་རང་ཚོ་གི་ཨེ་ནས་ཅིག་མགྲོན་ཁང་གཙང་མ་བཟོས་དེ་འདྲ་བྱེད་དུས་བསམ་པ་ཡ། ཨ་ནི། མགྲོན་ཁང་གི་ཨེ་ནས་ཅིག་ཁ་སོགས་རེད་ད་ཉལ་ཁྲི་ཡོད་རུ་བ་ཉལ་ཁྲི་དང་ཨ་གཉེན་སྒོ་དང་དེའི་འགྲམ་ལ་ཡ། ཨ་ནི་ཅི་ཁ་སོགས་རེད་ཁྲག་དེ་འདྲ་ཁ་ཤས་ཤིག་འཐོར་རྒྱུ་ཨ་ནི། ཁོ་རང་ཚོ་གི་གནས་ཚུལ་དེ་འདྲ་མཐོང་ཤག་དེ་ཡིན་དུས་བསམ་པ་ཁོ་ཚོ་གི་ལམ་སང་དགོ་ར་ཨ་ནི། གནས་ཚུལ་དེ་ནི་གཅིག་ས་གནས་ཀྱི་ཉེན་རྟོག་པ་ལ་ཡ་ཨ་ནི་གཅིག་ག་ཚོར་རེ་ད་འབྲེལ་བ་དེ་འདྲ་བྱེད་དོ་ཐང་ན་ཞིག་ཁོ་རང་ཚིག་གི་གནས་ཚུལ་ཨ་ཉེན་རྟོག་པ་དེ་ཚོས་ལ་ཡ་གནས་ཚུལ་གར་སྤྲད་དུ་སླ་བས་ན་མོ་རང་མཉམ་དུ་ཡ་ལོ་བཞི་ཆེན་པོ་ཀྱི་སྤུ་གུ་ཅིག་ཡོད་བ་དང་སྤུ་གུ་དེ་ནི་མོ་རང་ཨ་ནི་སྒྲོལ་དཀར་ལ་མོ་ཡ་ཨ་ནི་སྤུ་གུ་དེ་མཐོང་ཡ་མེད་བ་དང་དེ་འདྲས་ཀྱི་གནས་ཚུལ་ཨ་དེ་འདྲས་ཨ་ནི་གཅིག་ག་ཚོར་རེ་ཉེན་རྟོག་པ་ལ་ཡ་ཨ་གཅིག་ག་ཚོར་རེ་ད་ཁོ་རང་ཚིག་གི་ཞུ་འབོད་དེ་འདྲས་བྱས་ཤག། དེ་ཡིན་དུས་ཨ་ནི་ཉེན་རྟོག་པ་གིས་ཨ་ནི་གཅིག་ག་ཚོར་རེ་མོ་རང་ལ་ཡ་ཁ་པར་དང་དེ་འདྲས་བྱེད་དུ་བ་ཡིན་པ་ནི་ལས་མོ་རང་གིས། ཁ་པར་མ་རྒྱག་དེ་འདྲ་བྱས་ཤག་དེའི་རྗེས་ལ་ཡང་ཨ་ནེ་མོ་རང་གིས་ཅིག་ཁ་ཚོགས་རེད། ཁ་ལོ་བ་ཅིག་རོ། ཁ་ལོ་བ་དེ་ལ་ཡང་ཨ་ནེ་ཉེན་རྟོག་པ་གིས་ཁ་པར་བཏང་ཆེད་ཨ་ནེ་ཅིག་ཁ་ཚོགས་མོ་རང་མཉམ་དུ་ཨ་ནེ་ལོ་ཞིག་སྦྱིན་པའི་སྤུ་གུ་ཅིག་འདུག་མི་འདུག་ལ་ནི་དེ་འདྲའི་སྐད་ཆ་ཞིག་དྲིས་འདུག་བ། དེ་ཡིན་དུས་ཁ་ལོ་བ་ཁོ་རང་གིས་ཨ་ནེ་སྤུ་གུ་དེ་འདྲ་ཅིག་མི་འདུག་ལ་ནི་ཨ་ནེ་ཉེན་རྟོག་པ་ལ་ལན་དེ་འདྲ་བརྒྱབ་ཤག་དེའི་རྗེས་ལ་ཡང་ཨ་ནེ་ཉེན་རྟོག་པ་གིས་ཁ་ལོ་བ་ཅིག་རོ་བ་དེ་ལ་ཡང་ཨ་ནེ་ཁ་པར་ཨ་ནེ་མོ་རང་ལག་པར་སྤྲད་ད་ལ་ནི་དེ་འདྲ་ཞིག་ལ་དུ་བ་དེ་ཡིན་དུས་བསམ་པ་ཡང་ཨ་ནེ་ཅིག་ཉེན་རྟོག་པ་དང་མོ་རང་བར་ལ་སྐད་ཆ་དེ་འདྲ་བྱུང་འདུག་དེ་ཡིན་དུས་བསམ་པ། འདི་སྐབས་ལ་ཡང་ཨ་ནེ་ཅིག་ཁ་ཚོར་རེད་ཉེན་རྟོག་པ་གིས་མོ་རང་ལ་ཡང་ཅིག་ཁ་བྱང་དེ་འདྲ་སྐད་ཆ་ཞིག་དྲིས་ཤག་དེ་རྗེས་ལ་ཡང་ཨ་ནེ། ཡང་བསྐྱར་ཨ་ནེ་ཅིག་ཁ་ཚོར་རེད་ཉེན་རྟོག་པ་གིས་ཨ་ནེ་ཅིག་ཁ་ལོ་བ་དེ་ལ་ཁ་པར་བཏང་ཆེད། ཨ་ནེ། ཅིག་ཁ་ཚོར་རེད། མོ་རང་གིས་ཨ་ནེ་ཅིག། གནས་ཚུལ་འབྲེལ་སྐྱོར་ཚང་མ་རྫུན་མ་རེད་ཤག་དམིགས་བསལ་གྱིས་ད་ཁ་བྱང་ཡོད་རུང་ཨ། ཉེན་རྟོག་པ་གིས་མོ་རང་ལ་ཡང་ཁ་བྱང་དེ་འདྲ་སྐད་ཆ་དྲིས་དེ་འདྲ་བྱེད་དུས་ཨ་ནེ་ཉེན་རྟོག་པ་གིས་ཅིག་ཁ་བྱང་དོན་ཚུལ་ལ་ཡང་ཞིབ་འཇུག་བྱེད་དུས་བསམ་པ་མོ་རང་གིས་གནས་ཚུལ་འབྲེལ་སྐྱོར་ཚང་མ་རྫུན་མ་རེད་ཤག། རོ། བདེན་པ་མ་རེད་ཤ་ཟ་དེ་ཡིན་དུས་བསམ་པ་ཡ་ཨ་ནི་ཁ་ལོ་བ་དེ་ལ་ཡ་ཁྱེད་རང་ཨ་ནི་ཅིག་ཁ་སོ་རེ། ཨ་ཅིག་ཀ། ཉེ་འཁོར་གྱི་ཨ་ནི་ཉེན་རྟོག་ལས་ཁུངས་ཅིག་ཡོད་བ་ཡིན་ན་དེའི་ནང་དུ་ལ་ཨ་ནི་ཁ་བཏུབ་པོ་གས་འགྲོ་ཤོགས། ཨ་ནི་དེ་སླེ་བ་དང་ཨ་ནི་ཁྱེད་རང་གིས་ཨ་ནི་ང་ཚོ་ཡ་ཁ་པ་བཏང་ཤོགས་ལ་ནི་དེ་འདྲས་ཀྱི་ཨ་ནི་ཅིག་ཀ་ཁ་པ་དེ་འདྲས་ཤིག་བཏང་འདུག། དེའི་རྗེས་ལ་ཡ་ཨ་ནི་དགོ་བ་ནས་ཨ་ནི་ཅིག་ཁ་སོ་ཀ་ན་ཀྲ་ཀ་གི་རྫོང་ཅི་ལྟར་བསྡུར་ག་ཡོད་རོ་བ་དེ་ལ་ཡ་ཨ་སླེ་དུས་བསམ་པ་ཨ་ནི་ཅིག་ཁ་སོ་རེ་ཁ་ལོ་བ་དེ་གིས་ད་ཉེན་རྟོག་ལས་ཁུངས་དེ་འདྲ་ཅིག་ལ་འགྲོ་དེ་འདྲ་བྱེད་དུས་བསམ་པ་ཡ་ཨ་ནི། ལམ་བཟང་དགོ་ར་ཨ་ནི་ཉེན་རྟོག་ལས་ཁུངས་ཀྱི་ཨ་ནི་ཉེན་རྟོག་པ་དོན་ཆེད་མོ་རང་གི་ཨ་ནི་ཅིག་ཁ་སོག་རེ་ད། ཨ་ཅིག་ད་ད་སྟོད་བེད་སྤྱོད་རུ་བ་དེ་ལ་ཡ་ཞིབ་འཇུག་བྱེད་དུ་བ། ད་ད་སྟོད་བེད་སྤྱོད་རུ་བ་དེ་གི་གང་དེ་ལ་ཡ་ཨ་ནི་མོ་རང་གི་སྤུ་གུ་དེ་གི་ཐུགས་ལོ་དང་དག་ན་ཤི་རྩེ་མོ་རྩེ་ཡ་དེ་འདྲ་རྩེ་ཆེད་དེ་འདྲ་ཁ་ཆེ་ཆེ་བཞག་ཡོད་ས་ར་བ་དེ་ཡིན་དུས་བསམ་པ་ཡ་ཨ་ནི་དེ་རྗེས་ལ་ཡ་ཨ་ནི་དེ་རྗེས་ལ་ཡ་ཨ་ནི་བུད་མེད་ཉེན་རྟོག་པ་ཅིག་ལས་བྱས་ནི་མོ་རང་གི་རྔོག་ཤ་རྒྱལ་ཡ་འགོ་བཙུགས་དུ་བ། མ་ཏིང་ལ་ཡ་གར་དུ་ལ་ནི་ཨ་ནི་ཅིག་ཁ་སོག་རྔོག་ཤ་རྒྱལ་དུས་བསམ་པ་དེ་ནི། བསྟོད་པའི་འོག་ལ་དུག་སྔོ་དུས་སམ་བ་དེ་ནས་ཀྱི་ལོ་བཞི་ཆེན་པའི་བུ་དེ་ཀྱི་ནི་ཅིག་ཀ་ཚོགས་རེ་ད་ཕུང་པོ་ཡོ་བ་དེ་འདྲས་ཀྱི་ཐོང་ཤག། དེ་འདུས་ད་ཉེན་རྟོག་པ་ཀྱི་ཇུས་སྲུང་བྱས་དེ་འདྲས་བྱེད་རོགས་མོ་རང་ཇུས་སྲུང་བྱས་དེ་འདྲས་བྱེད་ཤག་དེ་རྗེས་ལ་ཡ། ཨ་ནི་ཁ་ལོ་བ་ཀྱི་ལ་ཡ་ལ་ཡ་ཨ་ནི་མོ་རང་ནི་ཅིག་ཀ་ཚོགས་རེ་ད་ཕི་ནས་གོ་བ་ནས་ཆེ་ནི་ད་ད་ད་ཅི་དེར་དུར་ཀ་བ་དོ། ཨ་ཀི་མོ་བྲག་ན་ལས་རོ་བ། ཡིན་པ་ནི་ལ་མོ་རང་ཀྱི་ཅིག་ཀ་ཚོགས་རེ་ད་དོང་ལ་ལྟ་བ་ཡིན་ན། རུ་བ་ཨ་ནེ་ཅིག། རྣམ་འགྱུར་ལ་བལྟ་བ་ཡིན་ན། ཅིག་ཞེ་སྣང་བྱེད་ཡ་འགྲོ་དང་དག་ན་ཞིང་ཅིག་འགྱོད་སེམས་ཡོད་བ་དང་དེ་འདྲ་རྩ་བ་ཉིད་ནས་མི་འདུག། ཁ་ལོ་ཨའི་ཁོ་རང་གི་དེ་འདྲའི་གནས་ཚུལ་གྱི་ཤེས་བྱ། གནས་ཚུལ་དེ་བྱུང་བའི་སྐབས་ལ་ཡ་ཨ་ནེ་མོ་རང་གི་བཟའ་ཟླ་ཅིག་རུ་བ་དེ་ཨིན་ཀྲུ་ནེ་ཤི་ཡའམ་ཁོ་རང་ནམ་རྒྱུན་ཨིན་ཀྲུ་ནེ་ཤི་ཡར་ལས་ཀ་བྱེད་ཀྱི་འདུག་བ། དེ་ཡིན་དུས་བསམ་པ་ཡ་ཨ་ནེ་གནས་ཚུལ་དེ་བྱུང་བའི་སྐབས་སུ་ཁོ་རང་ཨ་ནེ་ཨིན་ཀྲུ་ནེ་ཤི་ཡ་ལ་འདུག་དེ་ཡིན་དུས་ཉེན་རྟོག་པ་གིས་ཨ་ནེ། ཨ་སྤུ་བོ་ཨ་ནེ་ཅིག་ཁ་སོག་རེད་དེ་འདྲས་བཀྲོངས་བ་དང་དེ་འདྲས་ཀྱི་གནས་ཚུལ་ཅིག་རུ་བ་དེ་ཨེ་ནེ་ཅིག་ཁ་སོག་རེད་ད། བཟའ་ཟླ་ལ་ཡང་ཨ་ནེ་གཅིག་ག་ཚོད་རེད་དེའི་གནས་ཚུལ་དེ་སྤྲད་དུས་བསམ་པ་ཡང་ཨ་ནེ་བཟའ་ཟླ་ཕིག་ཨིན་ཀྲོ་ནེ་ཤི་ཡ་ནས་ཨ་ནེ་གཅིག་རྒྱ་གར་ཚུར་ཡོང་ཆེད། ཨ་ནེ་ཉེན་རྟོག་པ་དང་ཨ་ནེ་གཅིག་སྨན་ཁང་གི་ཨ་ནེ་གཅིག་ག་ཚོད་རེད་སྤུ་གུག་གི་ཨ་ནེ། གཟུགས་པོ་གང་ལ་ཡང་ཨ་ནེ་གཅིག་པོས་མོ་ཀྲུམ་ལོས་ཏོ་པོས་མོ་ཀྲུམ་ལ་དུས་བསམ་པ་ནི་ཀྲོབ་སི་ད་ལྟ་ཀྲིམ་པོའི་གི་རུ་བ་གཟུགས་པོས་ཨ་ནེ་ཤ་ཆེ་ཨ་ནེ་གཟུགས་པོས་གི་ཨ་ནེ་གཅིག་ག་ཚོད་རེད། ཆིག་ཐོན་ང་སྣོད་དྲུག་བདུན་ཚོད་ལ་ཞིབ་འཇུག་བྱས་ཆེད། ཅེས་འདས་པོ་དེ་གི་ཨ་ནེ་གཅིག་ག་ཚོད་རེད། ཁོ་རང་ཨ་ནེ་གཅིག་ཁྲོང་དགོས་གི་རྐྱེན་གོ་བ་ཐུག་འདུག་རུ་བ

དེ་ཡིན་དུས་བསམ་པ་ཡ་དེ་ལ་ཡ་ཨ་ནི་གཅིག། ཕ་མ་ནི་ཆོག་ཆང་ཞུ་བར་བ་དེ་ཡིན་དུས་སྤུ་གུ་དེའི་པ་ལ་ཡོར་བ་ཁོ་རང་ད་ལྟ་ཨིན་ཏྲོ་ནེ་ཤི་ཡ་ནི་ལས་ཚར་བ་ཁོ་རང་ལ་ཡ་ཨ་ནི་གཅིག་ཆོག་ཆང་ཞུ་བྱས་ཨ་ནི་སྨན་པས་གིས་ཨ་ནི། སྤུ་གུ་དེ་གང་ལ་ཡ་ཨ་ནི་གཅིག་ཁ་ཚོགས་རེད་ད། Post Mortem། ད་ལྟར་བཅོས་བཏང་བའི་དེ་འདྲའི་གནས་ཚུལ་དེ་འདྲའི་བྱུང་ཤག་རྣམ་པ་ཚོས་གིས་ད Post Mortem ད་ད་མི་གྲོང་ཁྱོག་གིས་ཨ་ནི་གཅིག་ཕུང་པོ་ལ་ཡ་གཅིག་ལྟར་བཅོས་བཏང་ཡ་འགྲོ་དང་དེ་འདྲའི་གང་ལ་ཡ་ཨ་ནི་གཅིག་གནས་ཚུལ་ཤེས་འདོད་བྱུང་ན་ངས་གིས་བརྙན་ཐུང་དེ་བསེ་རུ་ན་ཞུ་ཡ་ཡིན་དེ་ཨེ་ནི་གཅིག་ཁ་ཚོགས་རེད་སྒྲ་དེ་ཡག་པོ་མི་འདུག་དེ་ཡིན་པ་ནི་ལས་གནས་ཚུལ་ཨེ་ནི་ཅིག་གལ་ཆེན་པོ་དེ་འདྲས་དེ་ན་ཡོད་ཞུ་ཡ་ཡིན། དེ་ཡིན་དུས་སྨན་དཔེ་གི་ཨེ་ནི་ཅིག་ཁ་སོགས་རེད་པོས་མོ་གྲུམ་རོ་བ་ད་ད་དེ་གཤགས་བཅོས་དང་ཚ་བའི་ཆེད་ལ་ཁོ་རང་གི་ཨེ་ནི་ཅིག་ཁ་སོགས་རེད་གྲུབ་འབྲས་གར་སྟོན་དུ་ལ་བ་ཡིན་ན་སྤུ་གུ་དེ་ཨེ་ནི་ཅིག་ཁ་སོགས་རེད། དབུགས་ཀ་ནས་རོ་བ་དབུགས་ཀ་ནས་དེ་འདྲས་ཨེ་ནི་སྤུ་གུ་དེ་སེ་ཤ་ཨས་ལ་ནས་དེ་འདྲས་ཁོ་རང་གི་ད་ཅིག་ཁ་སོགས་རེད་སེ་སྒྲ་དེ་འདྲས་དང་ཤག་དེ་དག་ན་བཞིན་ཨེ་ནི་ཁོ་རང་གི་ག་རེ་ཚོད་པ་རྒྱལ་དུ་ལ་ན་ཡང་ན་སྙན་གོ་ཡང་ན་ཅིག་ཁ་སོགས་རེད་ད།

རོ་ཨ་དུས་མཚུངས་ཨ་ནི་ཅིག་ཁ་སོར་མཚམས་བཞག་དུས་བསམ་པ་ཡ་ཨ་ནི། ཅིག་ཁ་སོར་རེ་གཟུགས་བུ་ལ་ཡ་ཅིག་གྱུར་ཏོ་རོ་ཨ་ང་ཚོས་ཀྱི་ཕྱིའི་གི་ཨ་ནི་ཅིག་ཁ་སོར་རེ་དངོས་གཟིགས་དེའོ་མཐོང་ཐོས་ཡ་གི་ཨ་ནི་ཅིག་གཟུགས་བུ་ལ་ཡ་གྱུར་ཏོ་མང་པོ་ཅིག་ཕྱིན་གྱི་ཡོད་རེད་དེ་ཡིན་དུས་བསམ་པ་དཔེར་ན་ང་ཚོས་ཀྱི་རཱི་གོ་མོ་ཏིས་ཨ་ནི་པེ་ལོ་མོ་ཏིས་ལེའོ་མོ་ཏིས་ལན་ད་ཅིག་མང་པོ་ཅིག་ཡོད་རེད་ད་རོ་ཨ་ཐ་མ་དེ་ལ་ཡ་ཨ་ནི། Skeleton ཨ་ཅེ་ཤུན་ལ་ནི་རོ་ཨ་མི་ཅིག་ལ་ཡ་ཨ་ནི། ཅིག་མིག་གི་ཕུང་པོ་དེ་ད་ག་རང་འདུག་ཤ་ཤ་བ་ན་ཨ་ནི། ཅིག་འགྱུར་ལྡོག་མང་པོ་བོ་ཆེ་མཐའ་མ་དེ་ལ་ཡང་ན་རུ་སྒོ་ཅིག་པོ་ལྷག་མ་དུ་མ་མཐོང་ཡ་གི་དེ་འདྲས་ཀྱི་ད་ཅིག་གནས་སྟངས་དེ་འདྲས་ཀྱི་འགྱུར་བ་དེ་ཡིན་འདུག་བསམ་པ་ཡ། སྨན་པ་དང་དེ་ཚོས་ཀྱི་ཨ་ནི་ཅིག་ག་སོག་རེད་ད། མིག་གི་ཕྱིས་ཀྱི་གཟུགས་པོ་ཀྱི་འགྱུར་ལྡོག་དེ་ལ་ཡང་ཞིབ་འཇུག་བྱས་བྱས་ཨ་ནི་མི་དེ་གྲོངས་ནས་ཨ་ནི་ཅིག་དུས་ཚོད་ག་ཚོད་སྤྲོ་བྱས་ལ་ནི་ཁོ་རང་ཚོ་གི་ཚོད་དཔག་རྒྱག་ཐུབ་ཀྱི་ཡོད་རེད། བ་དེ་ཡིན་འདུག་བསམ་པ་ཡ་ད་ལྟ་སྨན་པ་དེ་གི་ཁོ་རང་གི་ཨ་ནི་ཅིག་ཚོད་དཔག་ཆུ་ཚོད་གསུམ་སོ་དྲུག། ད་ཉི་མ་གཅིག་དང་ཆ་ག་འགྲོ་བོ་དེ་འདྲས་འགྲོ་ཅིག་གོ་བས་ཀྱི་ཁོ་རང་གི། ཅིག་ག་སོག་རེད་ཚོད་དཔག་དེ་འདྲས་ཤིག་རྒྱག་ཤག། སྨན་པ་དེ་གས་ནི་ད་འདོད་གནས་ཚུལ་ག་རེ་བེད་དུ་ལ་བས་ན་ཨ་ནི་སྤུ་གུ་དེ་གས་ཅི་ཁ་སོ་རེད་ལུས་པོ་ལ་རེ་བ་ཕུང་པོ་གང་ལ་ཡ་ཨ་ནི་རྨ་བྱེད་ད་དེ་འདྲས་ཅི་ཡ་མི་འདུག་ཟིན་པ་ནི་ལི་ད་ཅིག་གདོང་དུ་བ་ལ་ཡ་ཨ་ནི་གདོང་གི་ད་ཅི་ཁ་སོ་རེད་རྩ་ཡོ་རོ་བ་དོན་ཚོ་དེ་སྤྲང་འགྱོད་ཆེ་དང་ན་ཤིང་ཨ་ནི་ཅིག་ང་ཚོས་གི་ད་དབུག་དང་ཡ་གི་ད་སྣ་དགུ་དང་ཅི་ཡོ་རོ་བ་དེ་པ་ར་ནོག་ལོ་ལ་ཡ་ཨ་ནི་སྐྱོན་འགྲོ་དེ་འདྲས་དེ་ཅི་ཁྲེ་ཤ་ཟ་ལ་ནི་ཁོ་རང་གི་ད། དེ་འདྲའི་གནས་ཚུལ་ཞིག་པེ་ཤ། དེའི་རྗེས་ལ་ཡང་ཨ་ནི་ཅི་ཁ་སོགས་རེད་ད་གནས་ཚུལ་བྱུང་ས་བྱུང་རུ་བ་དོན་རྐྱེན་བྱུང་ས་དེ་ཕི་ཁའི་གོ་བ་གོ་བ་ལ་གནས་ཚུལ་བྱུང་རུ་བ་དེ་ཡིན་འདུག་བསམ་པ་ཡང་ཨ་ནི་ཀ་ན་ཀྲ་ཀ་གི་ཨ་ནི་ཅི་ཁ་སོགས་ཉེན་རྟོག་པ་དང་ཨ་ནི་ཅི་གོ་བ་གི་ཉེན་རྟོག་པ་མཉམ་རུབ་བྱས་བྱས་ཨ་ནི་མོ་རང་ཅི་ཁ་སོགས་རེད་ད་ཀ་ན་ཀྲ་ཀ་ནས་ཕི་ཁའི་གོ་བ་གི་མགྲོན་ཁང་བྱུང་རུ་བ་དེ་ལ་ཡང་ཕར་ཁྲིད་འགྲོ་འདུག་བ་དེ་ཡིན་དུས་མོ་རང་ཕི་ཁའི་ཁྲིད་བྱས་ཨ་ནི་ཕི་ཁའི་ཅིག་དོན་རྐྱེན་བྱུང་ས་དེ་ལ་ཡང་ཨ་ནི་ཁྲིད་ཚད་དེ་འདྲའི་ཆེ་དེ་འདྲའི་འགྲིག་ཤག། ཨ་ནི་ཁོ་རང་ཚོ་མགྲོན་ཁང་ལ་འགྲོ་བ་མོ་རང་ལ་འཁྲིད་ཚད་བྱས་དེ་འདྲས་བྱེད་དུས་བསམ་པ་ཡ་ཁོ་རང་ཚོ་གིས་ཨ་ནི་ཅིག་བློ་དམན་དེ་འདྲས་འཇིགས་སྟངས་གཉིས་རྙེད་འདུག་བློ་དམན་དེ་འདྲས་སྟོང་པ་འཇིགས་སྟངས་གཉིས་འདུག་ཤི་ཉ་ཤ་ད་ནང་བཞིན་ཨ་ནི་ཅིག་ཁ་ཚོགས་རེ་མགྲོན་ཁང་ནང་ལས་ཀ་བྱེད་མཁན་དེ་འདྲས་ཀྱིས་གནས་ཚུལ་བཀྲལ་བ་ཞིག་གསུངས་བྱས་ན་ཨ་ནི་མོ་རང་གིས་ཨ་ནི་ཅིག་ཁ་ཚོགས་རེ་ཡང་བསྐྱར་ཨ་ནི་ཅིག་ཁ་ཚོགས་བློ་དམན་གྱིས་འཇིགས་སྟངས་གཅིག་ཁོ་རང་ཚོ་ལ་ཡ་དེ་འདྲས་བློ་དམན་གྱིས་འཇིགས་སྟངས་གཅིག་སྔགས་སྐྱོགས་ཀྱིས་དེ་འདྲས་གནས་ཚུལ་དེ་འདྲས་འདུག། ད་ཉེན་རྟོག་པ་དང་དུས་ཚོད་ཀྱི་ཚོད་དཔག་གར་གྱིས་དུ་ལ་བ་ཡིན་ན་ཨ་ནི། ཅེས་ཁ་སོགས་རེད་སྤུ་གུ་ལ་ཡང་བློ་དམན་སྤྲད་བྱས་རུ་བ་ད་སྤྱི་དང་ནམ་རྒྱུན་བློ་དམན་དེ། ཅེས་ཁ་སོགས་རེད་རྙོག་དྲ་ཚ་བོ་ཅིག་ཆགས་བསྡད་ཡོད་རེད་གང་ཡིན་ཟེར་ན། བློ་དམན་ནམ་རྒྱུན་ང་ཚོས་ད་བློ་བློ་གི། ཅེས་བློ་རྒྱབ་དེ་འདྲ་བྱས་ན་ད་བློ་དམན་འཐུང་གི་ཡོད་རུ་བ། ཡིན་པ་ནས་བློ་དམན་དེ་ཅེས་ཁ་སོགས་རེད་མང་པོ་འཐུང་བ་ཡིན་ན་ཨ་ནི། ཅེས་དེ་ཡིན་ནི། ཟིན་མེད་འགྲོ་བོ་ཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་བློ་དམན་དེ་ཨ་ནི་ཅེས་ཁ་སོགས་རེད་མི་ཡིན་ནི་ཅེས་ཁ་སོགས་ནམ་རྒྱུན་ཅེས། ཐུགས་བརྩེ་དང་དེ་འདྲའི་ལོངས་སུ་སྤྱོད་ངེས་དེ་འདྲ་ཡོད་རེད་བ་དེ་ཚོ་འགྲོ་ཆགས་བྱ་བ་ན་ཨ་ནི་བློ་དམན་བོད་སྤྱོད་སྟངས་ཀྱི་ཡོད་རེད་ད་ཁོ་རང་ཚོས་ཅིག་བཟི་འཐོམ་བྱས་ཡ་བྱེད་དོ་རེད་བ་གང་ཟེར་ན་བློ་དམན་དེ་གོང་ཁེའོ་རེད་བ་དང་ན་ཤིང་ར་ག་ཡ་ལས་སླ་བོ་ཡོད་རེད་བ་དེ་ཡིན་དུ་བསམ་པ་ཡ་ཨ་ནི་ཅིག་ཐུགས་བརྩེ་དེ་འདྲའི་གཞན་པ་བོད་སྤྱོད་སྟངས་བ་ལས་བློ་དམན་དེ་ཨ་ནི་ཅིག་ག་ཚོགས་རེད་ད་ལས་སླ་བ་དང་གོང་ཁེ་ཡ་དང་དེ་འདྲ་ཡོད་དུ་བསམ་པ་ནི་བློ་དམན་བོད་སྤྱོད་སྟངས་ཀྱི་ཡོད་རེད་ད་བློ་དམན་དེ་ཨ་ནི་ཅིག་མང་པོ་འདུག་ཐུང་བ་ཡ་ན་ཨ་ནི་ཐུགས་བརྩེ་གཞན་པ་ནང་བཞིན་གྱི་ཨ་ནི་ཅིག་ག་ཚོགས་རེད་བཟི་འཐོམ་འཐོམ་བྱས་ཡ་བྱེད་རེད་བ་དེ་འདྲའི་ཆགས་ཡོད་རུ་བ་དེ་ཡིན་དུས་བསམ་པ་ཡ་སུ་ཅག་ན་སྲས་མོ་རང་གི་ནི་ཅི་ག་སོག་རེད་སྤུ་གུ་དེ་ལ་ཡ། དང་པོ་སློབ་མའི་སྤྲད་རུ་བ་སློབ་མའི་སྤྲད་ཚར་བའི་རྗེས་ལ་ཡ་ནི་སྤུ་གུ་དེ་ནི་ཅི་ག་རུ་སི་ཐོམ་འགྲོ་བོ་ཅིག་ཆགས་དེ་འདྲས་བྱེད་དུས་བསམ་པ་ཡ་ནི་མོ་རང་གི་ཅིག་བསྙད་མགོ་ཡ་ན་ཅིག་ད་ཉེས་ཆད་འགྲོ་བོ་དེ་འདྲས་ཅིག་དེ་འདྲས་བྱེད་ནི་སྤུ་གུ་དེ་གི་ཁ་བཀག་བྱས། ཁ་དང་སྣ་གུ་དེ་ཚོ་བཀག་བྱས་ཡ་ནི་སྤུ་གུ་དེ་བཀྲོང་བའི་གི་དེ་འདྲས་གི་ཁོ་རང་ཚོ་གི་ཚོད་དཔག་དེ་འདྲས་གས་གི་འདུག། ཐང་ན་ཤིང་ཉོན་རྟོག་པ་གི་ཡ་ནི་ཅིག་ག་རེ་བསྙད་དུ་ལ་བས་ན་ཨ་ནི་ཏི་ཤུ་པའི་པོ་ད་ལྟ་ང་ཚོའི་གི་ཅིག་ག་བསང་མཆོད་དང་དེ་འདྲ་ན་བོད་ཆོས་དང་ཡང་གི་ཤུགས་ཡོད་རུ་བ། ཏི་ཤུ་པའི་པོ་གི་སྒང་ལ་ཡང་ཨ་ནི་ཅིག་ག་སོགས་རན་མོ་རང་གི་ནམ་རྒྱུན་བུད་མེད་དུ་འཛུལ་ཨོ་ནི་ཅིག་མིག་ལ་ཡང་ཨ་ནི་ཅིག་ག་མིག་ལ་ཡང་ཨ་ནི་ཅིག་ག་སོགས་ཐིག་ནག་པོ་དེ་དེ་འདྲ་དུ་བ་ད་ད་སྨྱུ་གུ་འགྲོ་བ་ཞིག་དུ་བ། དེ་འདྲ་འགྲོ་བ་ཅིག་གི་ཨ་ནི་ཅིག་ག་སོགས་རན་བསང་མཆོད་གི་ཤུགས་ཀྱི་འཇོག་རུ་བ། འདི་གང་ལ་ཡང་ཡི་གེ་འདི་འདྲ་ཞིག་བྲིས་ཤག་ད་ཡི་གེ་འདི་གི་ནང་དོན་གཙོ་བོ་དེ་ག་རེད་འདུག་ལབ་བས་ན་མོ་རང་གི་ལོ་བྱི་ཆེན་པོའི་སྤུ་གུ་དེ་གི་བདག་དབང་དེ་མོ་རང་ཡིན་འདི་མ་གཏོགས་སུ་གང་བྱས་མེད་རུང་ཨ་ནི་ཁྲིམས་ཁང་ནས་ཨ་ནི་ཅིག་ཅིག་བཀའ་རྒྱ་དེ་འདྲ་བཏང་རུང་བཟའ་ཟླ་ཨ་ནི་སྤུ་གུ་ལ་ཐུག་བྱོས་གི་དེ་འདྲ་བཀའ་རྒྱ་དེ་འདྲ་བཏང་དེ་འདྲ་བྱས་བས་ན་ད་དེ་འདྲ་རིང་པོ་ད་བྲིས་ཡོད་མ་ད་ཡིན་པ་ནི་ད་ངེད་ཀྱི་དོན་དག་བྱོས་རུང་བ་འདི་དེ་ཅིག་ཅིག་འགྲེལ་བརྗོད་རོགས་ཅིག་བྱེད་ཀྱི་ཡོད་རེད་རུང་བ་དེ་ཡིན་དུས་ཨ། མོ་རང་གིས་ཁྲིམས་ཁང་ནས་དེ་འབྲེལ་གྱི་བཀའ་རྒྱ་དེ་འདྲ་ཕབ་ཡོད་པ་ན་ཡང་གནས་སྟངས་ག་འདྲས་འགྲོ་བཞིན་ཡོད་པ་ཡིན་ན་ལས་ཨ་ནི་ཅི་ག་སོགས་རེད། སྤུ་གུ་དེ་གི་བདག་དབང་དེ་མོ་རང་ཡིན་ལ་ནས་དེ་འདྲས་གྱི་ཨ་ནི་ཅིག་ཡི་གེ་དེ་འདྲས་ཅིག་བྲིས་ཡོད་རེད། དེ་ནས་ཉེན་རྟོག་པ་གིས་ཨ་ནི་མོ་རང་ལ་ཡང་ཅིག་ག་སོགས་རེད་ད་ཁྲི་རྩད་བྱེད་དེ་འདྲས་བྱེད་དུས་བསམ་པ་ཡང་མོ་རང་གིས་སྤུ་གུ་དེ་མཐོང་དུས་བསམ་པ་ཡང་སྤུ་གུ་དེ་ཨ་ནི་ཅིག་ག་སོགས་རེད་མོ་རང་གིས་ཁྱོ་ག་གི་ཨ་ནི་གདོང་རིས་འདྲ་བོ་འདུག། དེ་ནས་ཟམ་པ་ཡ་སྤུ་གུ་དེ་མཐོང་བ་ལྟར་མོ་རང་ནི། ཁྱོ་ག་དྲན་ལེ་གི་འདུག་ད་ཁྱོ་ག་དྲན་དེ་ཡག་ཅིག་གི་ཐོག་ནས་བཙལ་བ་ད་དེ་འདྲའི་དྲན་གི་ཡོད་མ་རེད་ཁོ་རང་གཉིས་པ་ར་ལ་ཡ་ད་རྙོག་དྲ་རུ་དེ་འདྲའི་ཅིག་ནང་གི་རྙོག་དྲ་དེ་འདྲའི་ཡོད་དེ་འདྲའི་བྱས་ནས་ནི་ཅིག་ག་ཚོད་རེད་ཕན་ཚུན་པ་ར་ལ་ཡ་ད་སྡང་སེམས་དེ་འདྲའི་ཡོད་རུ་བ་དེ་འདུག་ཟམ་པ་ཡ་མོ་རང་གི་ཅིག་ག་ཚོད་རེད་སྤུ་གུ་དེ་མཐོང་དུས་ཟམ་པ་ཡ་ནི་མོ་རང་གི་ཁྱོ་ག་དེ་མཐོང་བྱས་ནས་ཅིག་སྤྲོ་ལང་ཁོང་ཁྲོ་ལང་དེ་འདྲའི་བྱེད་ཀྱི་ཡོད་རུ་བ་གནས་སྟངས་དེ་འདྲའི་ཅིག་རེད་ཤག། ད་ད་ད་མོ་རང་ནི་ཅིག་ག་ཚོད་རེད་དགོ་བ་གི་ནི་ཅིག་ཅིག་ཁ་སོགས་རེད་ད་མིག་གི་བསམ་བློ་དང་ཨ་ནི་ཀླད་པ་དང་དེ་འདྲས་ཀྱི་ཅིག་ཐང་ཐང་མེད་ཁྱོ་དེ་འདྲས་ཀྱི་ཅིག་ཁ་སོགས་རེད་ད། སྨན་ཁང་དང་བརྟག་དཔྱད་ཁང་དང་དེ་འདྲས་ནོར་ལོ་ལ་ཡང་མོ་རང་ཨ་ནི་ཅིག་བརྟག་དཔྱད་བྱས་དང་བྱེད་བཞིན་པ་རེད་ཤག་ད་གལ་སྲིད་མོ་རང་ལ་ཡང་དངོས་གནས་དྲང་གནས་ཁ་ཡོད་ལག་ཡོད་ཀྱི་ཨ་ནི་ཅིག། ཅིག་ཁ་སོགས་རེད་ད་བསམ་བློ་གྱི་ན་ཚ་རོ། ཨ་ནི་ཅིག་ཀླད་པའི་གྱི་ན་ཚ་བསམ་བློ་གྱི་ན་ཚ་དེ་འདྲས་ཅིག་ཡོད་ཡིན་ན་ཨ་ནི། མོ་རང་ལ་ཡང་ཨ་ནེའི་ཁྲིམས་ཐག་མ་ཕོ་བས་དང་དེ་འདྲས་ཀྱི་ཡོད་རེད་ཡིན་པ་ནི་ལས་ཨ་ནེ་གཅིག་ཁོ་རང་ཚོ་གིས་ཨ་ནེ་གཅིག་དེ་འདྲས་ཞིབ་འཇུག་རམ་དང་རིམ་པ་མང་པོ་བྱས་བྱས་ཨ་ནེ་གཅིག་ག་ཚོགས་རེད་མོ་རང་ལ་ཡང་བསམ་བློ་གྱི་ན་ཚ་དེ་འདྲས་མེད་བ་ཆགས་ད་འདི་གང་ལ་ཡང་གནས་ཚུལ་ཧ་གོ་ངེས་འགྲོ་ན་ཨ་ནེ་དེ་སྔོན་ངེད་ཀྱིས་ཨ་ནེ་གཅིག་ག་ཚོགས་རེད་ལོ་ན་རྒས་ལས་མ་སོན་པའི་གི་ཨ་ནེ་མི་གསོད་ལག་དམར་ཨ་མ་ཇི་ས་ད་ཁོ་རང་གང་ལ་ཡང་ངེད་ཀྱིས་བརྙན་ཐུང་ཅིག་བཟོས་ཡོད་དེ་ལྟ་བ་ཡིན་ན་ཨ་ནེ་རྣམ་པ་ཚོས་ཀྱིས་སུ་དང་སུ་ལ་ཡང་ཁྲིམས་ཐག་ཕོག་གི་མ་རེད་ཟེར་བ་ཨ་ནེ Juvenile ལོ་ན་ཨ་ནེ་ལོ་ན་ཆུང་ཆུང། ལོ་བཅོ་བརྒྱད་ལས་ཆུང་བ། ལོ་བཅུ་བདུན་ལས་ཆུང་བ། དེ་འདྲའི་ཅིག་གི་ནག་ཉེས་བྱས་བ་ཡིན་ན་དེ་ནི། Juvenile Delinquency། ལས་རོལ་བ། དེ་ལ་ཁོ་རང་ཚོ་ལ་ཡང་ཨ་ནི་ནག་ཉེས་མ་ཕོག་བ་བྱས་ད་ནང་བཞིན་བསམ་བློ་དང་ཨ་ནི་ཅིག་ཀླད་པའི་གི་དེ་འདྲའི་གི་དཀའ་ཉེན་ཡོད་རྒྱུ་དེ་འདྲའི་ཨ་ནི་ཅིག་ག་ཚོགས་རེད། ཅིག་དེ་འདྲའི་གི་ཆེད་ལས་པ་དེ་འདྲའི་གི་ཨ་ནི་མི། དོ་བདག་དེ་ལ་ཡང་ཨ་ནི་དངོས་གནས་དྲང་གནས་གི་ཨ་ནི་ཅིག་འཕྲོད་བསྟེན་གི་ཐོག་ནས་ཨ་ནི། ཅིག་བསམ་བློ་དང་ཀླད་པ་དང་དེ་འདྲའི་གི་དཀའ་ཉེན་སྡུག་ལ་ནི་དེ་འདྲའི་གི་དཔང་རྟགས་ཅིག་སྟོན་ཐུབ་བ་ཡིན་ན། ཡང་མི་གང་ཟག་དེ་ལ་ཡང་ཁྲིམས་དང། ཅིག་མ་ཕོད། དེ་འདྲས་ཀྱི་ཅིག་ཁ་ཚོར་རེད་བརྒྱུད་རིམ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་དེ་ཡིན་དུས་བསམ་པ་རྣམ་པ་ཚོས་ཀྱིས་ཉིན་དུང་ལྡན་བསེ་རུ་ནང་ཞོན་ཡིན་དེ་ཡིན་དུས་མོ་རང་ད་ལྟ་ཨ་ནེ་ཅིག་ཁ་ཚོར་རེད་ཞིབ་འཇུག་བྱས་དང་བྱེད་བཞིན་པ་རེད་ཤག་དེ་ཡིན་དུས་གལ་སྲིད་མོ་རང་ཨ་ནེ་ཞིབ་འཇུག་བྱས་རྗེས་གྲུབ་འབྲས་དེ་ཨ་ནེ་མོ་རང་ལ་ཁ་ཡོད་ལག་ཡོད་ཀྱི་དེ་འདྲས་ཀྱི་བསམ་བློ་གྱི་ན་ཚ་ཡོད་ཨ་ཡིན་ན་མོ་རང་ཁྲིམས་ཐག་མ་ཕོད་ཀྱི་གནས་ཚུལ་ཅིག་ཐོན་གྱི་རེད་ཡིན་པ་ནི་ལས་གལ་སྲིད་ཨ་ནེ་མོ་རང་ཨ་ནེ་ཅིག་པུ་གུ་དེ་ཨ་ནེ་བསད་དུས་བསམ་པ་ཡ་ཨ་ནེ་ཁ་ཡོད་ལག་ཡོད་ཀྱི་མོ་རང་ལ་ཡང་ཨ་ནི་ཅིག་བསམ་བློ་དང་དེ་འདྲས་ཀྱི་ཅིག་ཁ་ཚོགས་རེ་ད་ན་ཚ་དེ་འདྲས་མེད་དེ་འདྲས་ཆེ་བ་ཡིན་ན་ཨ་ནི་ཁྲིམས་བཞིན་བཟུང་གི་ཨ་ནི་ཁྲིམས་ཐག་བཅད་གི་དེ་འདྲས་གནས་ཚུལ་དེ་འདྲས་བྱུང་གི་རེད། རྣམ་པ་ཚོ་ད་དེ་རིང་ངས་བརྙན་ཐུང་དེ་མཚམས་བཞག་གི་ཡིན་རྣམ་པ་ཚོ་ཐུགས་རྗེ་ཆེ།